དཔལ་འབྱོར་ཡང་ཧ་ལས་པ་དག་གལ་ཆེན་པོ་རེད། གལ་ཆེན་པོ་ཧ་ལས་པ་དག་མང་ཡོད་ནི་རེད། ཡིན་ནའང་ད་ཕྱི་གི་ནང་ནས་ཀྱང་ད་ད་མི་རིགས་ཀྱི་ནི་དེའི་ཁོངས་གཏོགས་ཀྱི་ནི་མི་ཐམས་ཅད་པོ་ལུས་ཁམས་ཀྱི་བདེ་ཐང་དུ་ད་ཧ་ལས་པ་དག་ནི་གལ་ཆེན་པོ་རེད། མ་གཏོགས་པ་གལ་ཏེ་ད་ད་མི་ཐམས་ཅད་པོ་ལ་ལུས་པོ་བདེ་ཐང་དེ་མོ་ཙམ་ཟིག་ག་ད་མེད་ནི་ཡིན་ན་ད་ད་གཞན་པ་གཅིག་ལྟ་བུ་རིག་གནས་དང་དཔལ་འབྱོར་ལྟ་དེ་མོ་གི་སྐོར་བ་གི་ཐོག་ནས་ཅིག་སྐད་ཆ་མང་བོ་བཤད་ན་ཡང་ལྟ་བུ་ད་དོན་གི་ཐོག་ལ་ད་ལུས་པོ་བདེ་ཐང་ཙམ་ཡང་མ་ཡོད་ན་ལྟ་བུ་ད་དཔལ་འབྱོར་སུ་ཟིག་གི་ལྟ་བུ་ད་ཡར་རྒྱས་གཏོང་དགོས་ནི་རེད། གལ་ཏེ་དཔལ་འབྱོར་ཟིག་ཡོད་ནའང་ད་སུ་ཟིག་གི་ལྟ་བུ་དཔེ་བཤོ་བཏང་དགོས་རེད། རིག་གནས་ཟིག་ཡོད་ནི་ཡོད་ན་ད་ནི་རིག་གནས་ད་སུ་ཟིག་གི་དཔེ་བཤོ་བཏང་དགོས་རེད། རིག་གནས་དེ་ལ་བརྟེན་ནས་བྱ་བ་སུ་ཟིག་གི་བསྒྲུབ་དགོས་རེད། དེ་རིགས་ཡིན་དུས་དེ་ད་དེ་ཚོ་ཐམས་ཅད་པོ་ཏི་ན་ཏི་ག་དང་ལི་པོ་བདེ་ཐང་དང་གཞིར་བཞག་ཡོད་པ་གི་ཐོག་ནས་ད་གཟོད་ལས་ཀ་དེ་ཚོ་ཐམས་ཅད་པོ་ཏི་གི་སྒྲུབ་དགོས་ཀྱི་རེད་མ་གཏོགས་པ་ད་ལི་པོ་བདེ་ཐང་ཙང་ཙི་ག་མེད་ན་སྐད་ཆ་མང་བོ་བཤད་ན་ཡང་ཏི་གི་ད་དོན་དག་ཆེན་པོ་འབྱུང་དགོས་ན་སྐབས་མོ་རེད། དི་རི་གས་འདི་ལྟའི་ཐོག་མར་ཏི་གི་ད་སོ་སོ་གི་ནི་ཏི་གི་ལི་པོ་བདེ་ཐང་འདིའི་ཐོག་ལ་ཏི་གི་ད་གཟབ་གཟབ་ཏི་གི་བྱེད་ཀྱི་ཏི་ཧ་ཅང་གི་གལ་ཆེན་པོ་རེད། ཕྱིར་སྤྲོ་སྐྱིང་གི་ཐོག་ལ་བཤད་ན་ཏི་གི་ད་ང་ཚོ་བོད་པ་ཐམས་ཅད་པོ་ཡོད་ན་སྔ་འཕྱིར་གི་དུས་སུ། ད་ཟ་མ་ཟ་དགོས་ན་ཁྱིམ་ཚང་གཞན་པ་ཟིག་གི་ཁྱིམ་མ་སོང་བས་ཟ་མ་ཟ་དགོས་ན། ཡང་ན་མྱི་མང་པོ་ཟིག་དང་མཉམ་དུ་དག་ཟ་མ་ཟ་དགོས་ན་ཡང་དག་ཟ་ས་གི་དག་ད་ཕོར་བ་ད་རང་གི་ཕོར་བ་དག་ད་རི་མ་བསྡུས་ཁྱེར་འགྱོ་གྱི་ནང་ན་དེ་འདྲ་བ་ཟིག་གི་ཟ་སྐྱིད་གི་དག་ཁག་ལོ་ཡིན་ན་དག་ད་ཡང་ཅི་རང་གི་དག་ད་ཚག་ར་ཡི་ཡོད་ཀྱི་འདི་མོའི་བསྐོར་བ་ལ་དག་ཅི་འཕྲོ་སྟེང་གི་སྐོར་ལ་ཁར་སང་དེ་ལ་བལྟས་ན། རིན་ཐང་ཡོད་ས་གི་མི་འདུག་ད་བྱ་བ་ཡང་མང་བོ་སྔར་གི་གནས་སྐབས་ན་ཡོད་ནི་རེད་དམ། ཡིན་ན་ཡང་དེ་གི་ད་དུས་རབས་གསར་བ་འདིའི་ནང་ལ་དེ་གི་ཐོག་ནས་ཁྱེད་རང་འདིའི་འཕྲོད་བསྟེན་དང་གཙང་སྦྲ་འདི་མི་བོ་ཐ་ལ་ཡང་མ་འདང་བའི་སྐོར་ཡང་དེ་གི་མང་ཡོད་ནི་རེད་དེ་ཡིན་ན་མ་འདང་བའི་སྐོར་འདི་ཚོ་ཐམས་ཅད་པོ་ལ་དེ་གི་ད་ཡ་རབས་ཇེ་ལགས་སུ་དེ་གི་གཏོང་རྒྱུ་དང་དེའི་ཐོག་ལ་གཟབ་གཟབ་གཟབ་བྱེད་རྒྱུ་དེ་དེ་གི་མི་ཐམས་ཅད་པོ་ད་ཁྱིམ་པ་ཕོ་མོ་ཡིན་ནའང་འདྲ་དེ་བ་འདི་ཡི་སྣང་འདྲ་དེ་ཐམས་ཅད་པོ་ལ་དེ་ལུས་པོ་བདེ་ཐང་ཟིག་གི་དེ་སྒོ་ནི་ཟིག་རེད་ན་དེ་ན་དེའི་ཐོག་ལ་དོགས་གཟོན་ཚུགས་བྱེད་དགོས་བོ་ཟིག། ད་དེ་ན་དེའི་ནང་ནས་དེ་ཐོག་མར་དེ་ད་མཐུན་པའི་ནད་ཟིག་གི་འདི་ད་ནད་གསར་བ་ཟིག་མ་རེད་དེ་འདི་ཡི་ནད་དེ་ད་ཧ་ཅང་གི་ནི་དེ་ད་ལོ་རྒྱུས་ཡིན་རུང་ཡོད་ཚ་གི་དེ་མོ་དེ་ནད་ཟིག་རེད།

དུ་འགོད་ཀྱི་ཉེན་ཁ་ཧ་ཅང་ཆེན་པོ་ཡིན། ད་ལྟ་གཟའ་འདུག་མགྲོན་གཉེར་གྱི་ཅིང་ཤོས་ལུམ་གང་ཟིག་གི་ཐོག་ནས་ཡིན་ན་ད་གནའ་འདུག་འགོས་བཞག་ན་ད་འགོས་ཆོག་གྱི་འདྲ་འདྲ། དེ་མུའུ་སྐབས་ཟིག་རེ་རང་གི་གཟབ་གཟབ་བྱེད་མ་ཐུབ་ན། འོན་ཀྱང་ད་དེ་གཟབ་གཟབ་ཡག་པོ་ཟིག་ད་བྱེད་ཐུབ་ན་ནི་ད་ཡང་གནའ་འདི་ནི་ད་སྔོན་འགོག་བྱེད་དགོས་ན་ད་བྱེད་ཐུབ་ཀྱི་ཟིག་རེད། རེད་ད་སྔོན་འགོག་བྱེད་དགོས་ནས་ན་ཐོག་མར་གནའ་འདི་ཡོང་ས་ད་གང་ནས་ཡིན་ད་ད་ད་སྐོར་དགོས་འོ་འདྲ་མ་གཏོགས་པ་ཡོང་ས་ད་གང་ནས་ཡིན་མ་གོ་ན།

ད་དོན་སྣོད་ཀྱི་སྣང་ལ་དུ་བ་ཐིམ། དེ་ལྟ་བུར་བྱུང་ནས་ད་ཆེན་པོ་ཐམས་ཅད་པོ་ལ་ནི་དུ་བ་རྒྱ་མ་བཅུ་ལྷག་ཡོད་ཀྱི། དེ་མོ་དག་ནི་དུ་བ་དུ་བ་ཆུང་ཆུང་ཡིན་ན་ཡང་དུ་བ་གང་ལྟར་ཡར་རྒྱས་ཁྱེད་རང་དེའི་དུ་བ་དག་སྣང་ནས་ནི་དོན་སྣོད་ཐམས་ཅད་པོ་ལ་གནོད་པ་འབྱུང་ནས་དུ་བ་དག་འཆིང་བ་ན་སྐྱེ་གློ་བ་ན་སྐྱེ་དེ་ནས་དུ་བ་ཐ་མ་ཡིན་ན་དུ་བ་དག་སྐྲོག་གི་ཉེན་ཁ་ཡོད་ཀྱི་དེ་མོ་བ་ནད་དུ་ཡིན་ན་དུ་བ་ཚབས་ཆེན་གྱི་ནད་དུ་བ་དེ་མོ་ཟིག་རེད། དེ་ཡིན་ན་དུད་ཐོག་མར་ཡོང་ས་དང་དུད་རྐྱེན་ངོ་མ་དུ་གང་ནས་ཡོང་གི་ཡོད་ཟེར་ནས།